ངོ་བོ་རྣམ་པ་གླིང་རྗེ་ཚང་མ་ལྷག་གར་སངས་དོན་རིན་ཉིས་སྟོང་བཅོ་བརྒྱད་ཟླ་བ་བཅུ་བཅུ་བའི་ཚེས་ཉེར་རྩ་བརྒྱད་རེད། དྲི་བ་མང་དག་བརྗོད་བཞིན་འདུག་ངས་དང་པོ་དེ་ལ་ཡང་རྣམ་ཤེས་ལགས་ཀྱི་བཀའ་འདྲི་གནང་ཞག་ཁོང་གི་བཀའ་འདྲི་གནང་ཡག་འདི་ནད་པ་ལོ་དྲུག་ཅུ་རེ་བདུན་ལ་ཡང་གྲང་ནད་དང་ཆུ་སག་གི་ནད་ཡིན་ཟེར་རེས་ཀྱང་གསུངས་ཞག་སྨན་ཁང་བསྟན་འདུག། བྱས་པའི་བརྒྱུད་རིམ་ཁྲོད་ནས་མཚན་མ་ལ་ཡང་གྱིས་ཕུག་བཏང་ནས་གཅིན་པའམ་ཆུ་མང་པོ་ལེན་དུ་བཅིངས་སོང་ཞེས་སྨན་པས་ད་རུང་གཤིན་བབས་ཐུབ་ས་མ་རེད། ལྟེ་བ་ཐད་གྱིས་ཕུག་སྤྲེལ་ནས་རྒྱུན་ལྡན་བཞག་ན་ཐབས་ཤེས་ཡོད་རེད་ཅེས་གསུངས་ཡོད་ས་རེད། ད་རྣམ་ཤེས་ལ་ལ་ཞུ་ཡ་ཅི་ལ་ཡ། ད་ལྟ་ཁྱེད་རང་གི་ནད་པ་དེ་དགོང་ལོ་དྲུག་ཅུ་རེ་བདུན་རེད་འདུག་ཨང། བར་བྱེད་དང་སྐྱེས་པ། སྐྱེས་པ་དེ་ལོ་ཡར་རྒས་ཡོང་པའི་སྐབས་དེ་ཡར། དེའི་དཀའ་ངལ་འཕྲད་ངེས་བོན་ཆེན་པོ་ཞིག་ལ་ཡོད་རེད། དེའི་རྐྱེན་ཚེ་དེ་ག་བར་ཐུག་ཡོད་རེད་ཅེས་ཞུས་པ་ཡིན་ཟེར་ན། སྐྱེས་པ་ཚོ་ལོ་ཡར་རྒས་ཡོང་དུས་སྒང་པའི་གཤམ་དེ་ལ་ཡར་སྨན་བུ་ཅིག་ཡོད་རེད་པ་ལ། ཕོ་མེན་ཞེས་ནི་ལབ་ཀི་དང་བ་ལ། Prostate Cigarette། དབྱིན་ཇིའི་ཐ་སྙད་ཞིག་བེད་སྤྱོད་བཏང་བ་ཡིན་ན། འདིས་མང་ཆེ་བ་དེ་ཁུ་ཡར་གཅིག་གིས

གཅིག་ལམ་འདི་ཚོ་བརྩི་གི་འདུག་བསམ་པ་གཅིག་འབའ་དེ་མ་ཡག་པོ་ཅིག་བབ་མ་འདུག་ཆེད་འདིའི་དཀའ་ངལ་དྲིན་ལན་ཕོན་ཆེན་པོ་ཡོད་རེད་ད་འདི་གི་བྱས་ཙང Prostate Hyperplasia Hyperplasia ཟེར་བ་ལ Hyperplasia ཟེར་ཟིན་པ་ཀོ་རྨེན་བུ་དེ་ཡར་རྒྱས་པའི་སོབ་ལྟར་བྱེད་རེད་འདི་རྒྱབ་ལ་ཡ་ཡིན་ཅིག་མི་འཇིག་འབྲས་སྐྲན་ཡིན་དགོས་དགོས་མ་རེད། ད་ཡང་ཁ་ཅིག་ལ་ནི་སྐྱེས་པ་ཁ་ཅིག་ལ་ནི་སྔོན་ནས་ཕོ་མོའི་འདི་འབྲས་སྐྲན་གྱི་རྣམ་པའི་ཐོག་ནས་དཀའ་ངལ་འདི་ལྟ་བུ་འཕྲད་ངེས་ཡོད་རེད་ད་འདི་ཞིབ་ཕྲ་བརྟག་དཔྱད་གནང་དགོས་ཅེས་བཤད་གི་རེད་བ། ད་ཁྱོད་གང་ལྟར་ཕོ་མོའི་འདི་ཡ་ཆེ་རུ་ཕྱིན་པའི་ཉེ་རིང་བརྟེན་ནས་གཅིག་ལམ་དུ་དགའ་གི་ཡོད་སོང་ཙང་གཅིག་འབད་ཡག་པོ་ཞིག་བཏང་མ་ཐུབ། བྱས་ཙང་ནད་འདི་དང་པོ་ཡོང་པའི་སྐབས་དེ་ཡང་ནད་པ་ཚོ་ལྷག་དོན་དུ་སྐྱེས་པ་ལོ་ཟླ་དྲུག་ཅུ་ཡར་བརྒལ་ཚར་བ་དང་ཚུལ་ཁྲིམས་ལ་ཡང་དཀའ་ངལ་དེ་མང་པོ་ཅིག་འཕྲད་ཀྱི་ཡོད་སོང་ཙང་མཚན་ལ་ཡང་སྲིད་ཡང་སྲིད་ཡ་ཞང་བྱས་ན་གཅིག་འབད་ཏང་ཁ་ཐད་དགོས་ཡག་ལ་བསགས་པ་ཡོང་གི་ཡོད་རེད་གང་ལགས་ཞུས་པ་ན་སྒང་པའི་ནང་ལ་གཅིག་འབད་དུ་བསགས་ཀྱི་ཡོད་པ་སོང་ཙང་གཅིག་འབད་དེ་ཆིངས་པ་སྟག་འགག་ཆིངས་པའི་སྐབས་ལ་ཡང་ཆ་ཚང་མ་མ་བབས་རྗེས་ལྷག་མ་ཅིག་འདེབས་ཀྱི་ཡོད་དུས། ད་ཁོ་ས་ཆ་ཞེ་དྲག་གས་མེད་པ་ཡིན་དུས་བསམ་པ། ཆིངས་པ་གསར་པ། མཁལ་མའི་རྒྱུད་ན་མ་སླེབས་པའི་སྐབས་དེར་ལམ་སང་གང་ཞིག་ནས། ཨེ་ན་དེ་འདྲའི་གིས་རྐྱེན་པས་ཡང་སྲིད་ཡང་སྲིད་ཚན་ལ་ཡང་ཆིངས་པ་བཏང་དགོས་ལ་སོགས་པ་དེ་འདྲ་ཆགས་ཀྱི་རེད་རེད་པ། ད་བྱས་འདིའི།

བཙུགས་བྱས་ནས་ཨེ་ནི། གྱི་སྦུག་དེ་འདི་ཅིག་ཤ་ཡག་གི་འབད་བརྩོན་ཞིག་རེད། དེ་ངས་ད་ལྟ་པར་གྱི་གྲ་སྒྲིག་ཞུ་ཡུལ་འདི་ངའི་ལམ་བུ་ཚོ་ལ་གཅིག་ཕུལ་ཡོང། པར་དང་པོ་དེ་ལས་བཟི་བ་ཡིན་ཟུར་ན། པར་རིགས་ཀྱི་རྣམ་པར་བ་གཉིས་ཡོད་རེད། ཞོ་གཡོན་མ་དེ་ལ་ཡང་རྒྱུན་ལྡན་གྱི་ནས་བཟོས་བྱས། དམར་པོ།

བྱས་བསྡད་འདུག་ང། འདི་བྱས་ཙང། ད་རེའི་སྐབས་སུ་བབ་པ་པ་འདི་ནང་ཡར་མཐོང་བསྡད་ཡ་འདི། ཨེ་ནས། ཕོ་མན་གྱི་འབྲས་སྐྲན་རེད་ཕོ་མན་གྱི་འབྲས་སྐྲན་གྱི་གཅིན་ལམ་དུ་ཟུག་ཚེ་ཡིན་དགོས་རེད། ད་འདི་འདྲའི་ཅིག་སྐབས་ལ་ཡར་བྱས་ཙང་གཅིན་ལམ་འགག་པ་འདི་ཨ་རེ་གསང་ཡག་གི་ཐབས་ཇུས་ཅིག་མ་བྱས་པ་ཡིན་སོང་ན་དཀའ་ངལ་དེ་མུ་མཐུད་ནས་འཕྲད་ཀྱི་ཡིན་དུས། ཨ་མའི་འཕྲལ་སེལ་རིན་གོང་དཀའ་ངལ་དེ་སེལ་ཡག་གི་ཆེད་དུ་གྱི་བུག་དེ་འདྲའི་ཕོ་མཚན་རྒྱུན་དུ་བཏང་བ་ཡིན་ན་འདྲ་སྒང་པ་ལ་ཡང་ཐད་ཀར་ཁབ་རྒྱབ་བྱས་ནས་ད་ཅི་གོང་དུ་མེ་བསྲེགས་ཞེས་ཞུས་པ་ནང་བཞིན་ཨ་མའི་གཅིག་མ་དུ་མ་ལ་ཡང་ཐབས་ཤེས་བྱེད་ཀྱི་རེད་པར་རིགས་གཉིས་པ་དེ་འདི་ལྟ་བུའི་གནས་ཚུལ་ཅིག་གཏིང་གི་ཡོད་རེད། ད་འདི་ཡིན་ནི། ངེད་ཀྱི་སྐྱེ་མཚམས་ར་བོ་ཏི་འདི་མཐོང་ནས་སད་ཐུབ་མེད་པ་ཡིན་དུས་བསམ་པ། སྔར་དགྲ་ལྷ་དགུ་པར་ཡིན་ནས་དགྲ་བཏགས་དཔྱད་བྱེད་ཡག་དག་རིམ་པ་མང་པོ་བྱས་པ་འདི་ག་གི་སྣང་བྱས་ནི། ཨ་ནེ་ཕོ་དམན་གྱི་ནང་དུ་ཡང་གནས་ཚུལ་ག་རེ་ཆགས་བསྡད་འདུག་ད་ལྟ་གོང་དུ་ཞུས་པའི་ནང་བཞིན་གྱི། ཕོ་དམན་འདི་རྒྱས་པ་མ་གཏོགས་ཅིག་གི་འདི་རྒྱབ་ཡས་འབྲས་ཆན་འདི་འདྲས་མེད་པ་ཡིན་གསུངས་ན། ད་འདི་ལ་ཡང།

དགེ་སྡིག་བསྐུལ་རྩིས་སྐོར་ལ་སྤྲོས་བཤད་དགེ་སྡེ་ཅན་ནི་ལ་བ་ཡིན་བསོད་ན་ད་ཡང་འདི་དུས་དེ་རིང་མཚན་ཉིད་ཨིན་ཇིའི་ཐ་སྙད་བེད་སྤྱོད་བཏང་མིན་ནི Happy Whole Moons ཅན་ནི་ལ་བུ་ཡོད་རེད་ད་དེ་ཡིན་ཡང་མཐའ་གཅིག་ཏུ་གསོ་བ་རིག་པའི་བརྡ་ཆད་བཞེས་ཐབས་མ་རེད་རྒྱུན་ལྡན་སྤྱི་ཚོགས་ནང་དུ་ཡང་དེ་ལྟ་བུའི་བཤད་སྲོལ་རབ་ཆད་ཡོད་རེད་གང་ལགས་ཞུ་བའི་ནི་བསྐུལ་རྩིས་བསྐུལ་རྩིས་དེའི་རིགས་དེ་དེ་བསྐུལ་རྩིས་རིགས། དེའི་རིགས་དེ་མང་ཐག་གཅོད་བྱེད་རོགས་ཟུར་བཀོད་གནང་རོགས་ཡ། ད་ལྟ་སྐབས་སུ་བབ་པ་འབྲོག་པ་མིང་བཀོད་ལ་ཡ་བཀོད་འབྲི་གནང་ཡོད་རེད། འབྲོག་པ་མིང་གི་ཚིག་མ་རེད་ཁོ་ར་རང་གི་སྐུལ་རྩི་འདི་ལྟ་བུ་ཟིན་ན་མི་སྐུལ་རྩི་ཟིན་ན་མི་འདུག་ཡང་གཅིག་ཀླད་པའི་ནང་ལ་ཡ། རྫས་དེ་ལྟ་བུ་ཡོང་དུས་ཟམ་པ་ཕོ་ཉའི་རྫས་སུ་བྱིན་ལབ་ཀྱི་ཡོད་རེད Neurotransmitters བྱིན་ལབ་ཀྱི་ཡོད་རེད་དེ་བཀོད་ལ་ང་ཚོ་ཉེ་བའི་ཆ་ལ་དཀའ་མོལ་བྱུང་སོང་ང། བྱས་ཙང་སྐུལ་རྩིའི་རིགས་དེ་གྲངས་ལས་འདས་པ་མང་པོ་ཅི་ཡོད་པ་དེ་གས་དེ་ཁོ་ར་ཁོ་ར་སྒྲིག་འཛུགས་ཟེར་ན་ཆ་ཚང་གཅིག་ཆགས་བསྡད་ཡོད་རེད། ཁྱོད་མདོ་དོན་གཟུགས་སྐུའི་ནང་ལས་ཡག་དག་གཟུགས་སྐུའི་ནང་ལས་ཡག་ལས་རིགས་རྣམ་གྲངས་གྲངས་ལས་འདས་པ་མང་པོ་ཅི་བྱས་ཡོད་པ་གསུངས་ཙང་དེ་གས་དེ་ལས་ཡག

སྐབས་དེར་ཁོ་རང་རང་གི་ཞུ་བཞེས་ཆེན་པོ་ཞིག་ཆགས་བསྡད་ཡོད་པ་སོང་ཙང་དེའི་ཐོག་ཏུ་ཡང་མང་པོ་ཞིག་ར་ཞུ་ཡག་ཡོད་རེད་ལ་ཨ་ནེ་ཨམ་ཅི་ལགས་ཀྱི་རེ་འདུན་དེ་འདི་རེད་དོ་དེའི་ཐོག་ལ་ཡང་རྗེས་འབྲེལ་བརྗོད་རོགས་པ་ཅིག་མི་ཉུང་བ་ཅིག་གནང་རོགས་གནང་ཟེར་ནས་གསུངས་ཡོད་པ་ཡིན་འདུག་བསམ་པ་ད་བལྟས་ཚེ་རྒྱལ་མཚན་ཅིག་ཞུ་དགོས་ཀྱི་ཡོད་རེད་ད་འདི་བྱས་པ་ལས་ད་རེས་དུས་ཚོད་མི་འདུག་གང་ལ་ཞུ་ན་དྲི་བ་མང་ཐག་ཆོད་ཅིག་འདུག་ཨ་ནེ་ཡང་གཅིག་བྱས་ན་སང་ཉིན་གནང་ཡིན་དེ་འདྲ་ང་དུས་ཚོད་ཅིག་ལྕོགས་པ་རེད་ཅིག་ཡིན་གསུངས་ན་འདིའི་ཐོག་ལ་ཡང་ངེས་ཚད་ཞིག་ཞུ་ཆོག་ཟེར་ནས་ཞུ་ཡག་ཡིན།